གང་ལོག་རེད། གཡོ་མེད་པའི་རྐྱེན། མི་རྟག་པའི་རྐྱེན། ནུས་པའི་རྐྱེན། རྐྱེན་གསུམ་ལ་བརྟེན་ནས་བྱུང་གི་ཡོད་རེད་ལ་རྒྱག་རོམ་ཅེས་བཀའ་སློབ་གནང་གི་འདུག་དེར་འཕྲོ་ལ་འགྲེལ་བཤད་ཅིག་རྒྱག་རོགས་གནང་ཞུས་ཡིན། ཨ་ནི་ང་ཚོས་ཤི་འགྲོ་དུས་སྐབས་ལ། ང་དག་ཡོག་མ་རེད་སེམས་ཡོག་མ་རེད་གེ་ཁུ་ཞིག་ཡོག་མ་རེད་ལབ་གི་འདུག་རོགས། ཨ་ནི་ཤི་འགྲོ་དུས་ང་ཚོས་ག་འདྲའི་སྐལ་བ་འདི་ནི་སྐལ་བ་ཆེན་མ་ལ།

ད་ཕྱིས་སུ་ཨ་ནི་སྐུ་མདུན་གྱིས་ད་དེ་རིང་འདི་ལ་ཨ་ཅག་གིས་འདི་ལ་དྲི་བ་དང་འབྲེལ་བ་ཆགས་སོང་ཨོ་དེ་བྱས་ན་མི་ཞུ་ཟེར། ཨ་ནི་ད་སྐུ་མདུན་གྱིས་བཀའ་ཆོས་གནང་ཞུ་རྒྱུ་བརྩམས་པ་ཨ་ནི་སྟོང་ཉིད་དང་དང་མེད་ཨ་ནི་སྐབས་ང་ང་གོམས། དེ་རིང་ནས་ད་ཅིག་ཞལ་ལན་ན་ཡ་རུབ་ཅིག་གནང་སོང། ད་དེ་ནས་མ་ཤག་ལ་འགྲོ།

བཙལ་ནས་མཐར་མཛུ་གུ་བཙུགས་ས་ཅི་རག་གི་འདུག་རག་གི་མི་འདུག་དང་དེ་བཙལ་བའི་ལྟ་གནས་ཚུལ་ངོ་མ་དེ་དང། སོ་སོ་གི་བློ་ལ་ཆ་འཇོག་གནས་བུ་དེ་མཚུངས་ཀུ་འདུག་མཚུངས་ཀུ་མི་འདུག་ཡག་པོ་གཟིགས་དགོས་དགོས་ས་རེད། བློ་ལ་འཆར་ཚུལ་འཇོག་རང་ང་ཚོ་བློ་ལ་འཆར་ཚུལ་གི་དག་ཅིག་ང་ལ་ཡོད་དེ། བློ་ལ་འཆར་ཚུལ་གི་ང་དང་པོ་བློ་ལ་འཆར་ཚུལ་གི་ང་དེ་ངོས་བཟུང་མ་གཏོང་བ་ཡིན་པ་ཡིན་ན།

སུ་ཡིན་དུས་བསམ་པ། བློ་ལ་འཆར་ཚུལ་གྱི་དག་དེ་ཡག་པོ་ཞིག་ངོས་བཟུང་ཐོག་ད་ཐེག་ཆེན་དཔེ་ལྡན་གཞུང་གི་ད་སློབ་གཉེར་སྟེགས་ཟེར་དེ་འགྲོ་དགོས་ཀྱི་ཡོད་རྒྱུ་རེད། གཞུང་ནས་གསུངས་པའི་ཨེ་ནི་དགག་བྱ་ངོས་འཛིན་བྱེད། ཨེ་རང་གི་བློ་ལ་འཆར་ཚུལ་གཉིས་པོ་དེ་ཡག་པོ་ར་སྤྲོད་ཐུབ་པ་བྱེད། ཨེ་འདི་ར་སྤྲོད་ཐུབ་པའི་ཐད་ནས། ད་གནས་ཚུལ་ངོ་མ་ག་རེ་རེད་དོ་ཟེར་མ་བསམ་དང།

རྣམ་ཤེས་དེ་ལ་ད་ནམ་པའི་གཞུང་ནས་བཤད་ཡོད་འདུག་ཚང་མ་རྣམ་ཤེས་རགས་པ་དང་རྣམ་ཤེས་ཕྲ་མོས་ཀྱི་རྣམ་གཞག་ཡོད་རེད། ད་ནམ་རྒྱུན་ང་ཚོ་ཕྱིར་འགྲོ་དུས་ཚང་མ་རྣམ་ཤེས་འགག་གི་རེད་ཟེར་ནས་སྐད་ཆ་བྱེད་ཡོད་རེད་དེ་ག་ཟེར་ན། ཁོ་དབང་པོ་ལྔ་ལ་བརྟེན་པའི་རྣམ་ཤེས་བྱེད་རེད་བ། དེ་རྣམ་ཤེས་རགས་པ་རེད་རགས་པ། ད་རྣམ་ཤེས་རགས་པ་དེ་ང་ཚོ་འབྱུང་བ་ཐིམ་འགྲོ་དུས་ཚང་མ་ང་ཚོ་ཤི་འགྲོ་དུས་འབྱུང་བ་ཐིམ་འགྲོ་གི་རེད་འབྱུང་བ་ཐིམ་འགྲོ་དུས་འབྱུང་བ་ལ་བརྟེན་པའི་གི་ཨ་ནི་རྣམ་ཤེས་དེ་གས་འགག་འགྲོ་གི་རེད་ད།

ཨ་ཅེ་ལ་མཁྱེན་སོང། ཨ་ནེ། ཐ་སྙད་པའི་གི་དག་དང་དགག་བྱའི་གི་དག་གཉིས་པོ་དེ་ཕལ་ཆེར་ཁྱད་པར་ཆེ་གོ་རེད་བསམ་གྱི་འདུག་ད་ང་ཚོ་ནམ་རྒྱུན་གཞུང་ནང་ལ་དག་མེད་དག་མེད་དག་མེད་ཤུགས་ཆེན་པོ་ཞིག་གླེང་འདུག་བསམ་པ་དེ་དག་མེད་སོང་སྟེ་དགག་བྱའི་གི་དག་བྱས། ཨ་ནེ། ཐ་སྙད་པའི་དག་ང་ཚོ་སྐྱེ་བ་འདི་ནས་སྔ་མ་ནས་འདི་ལ་ཡོང་འདི་ནས་ཕྱི་མར་འགྲོ་ཟེར་དེ་ཨེ་ཐ་སྙད་པའི་གི་དག།

ཨོ་དི། བོད་ལ་རང་དབང་ཡོད་མ་རེད་སྐྱ་འབུར་མི་རེད་ཞེས་བརྗད་ཡ་ཡོད་མ་རེད་ང་རང་ཚོ་བདེ་རང་དབང་ཚང་མ་ཡོད་རེད་སྐྱ་འབུར་མི་ཞེས་བརྗོད་ཡོད་རེད་གསུངས་ཐོས་ཡོད་རེད་འདི་ང་རང་ཚོ་ཚང་མས་གིར་བ། ང་ཚོ་རྣམས་ཀྱི་སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང་གསུང་ཡའི་ཚིག་འདི་བསམ་བློ་བཏང་ནས་ད་ལྟ་ནུ་བོ་ཡོད་པའི་སྐབས་ལ་ནི་ཆུ་ཚོད་དུ་མ་བཏང་པ་བྱས། ཉི་མ་གཅིག་མེད་པའི་སྐབས་ལ་དེ་ནས་ཨ་ཁ་ལབ་ན་ནི་ང་ཚོ་འཆི་དྲགས་པ་རེད། ངས་ག་རེ་བྱས་ནས་ཞུ་དགོས་རེད་ཟེར་ན། མཚམས་མཚམས་ལ། སོ་སོའི་གི་དོན་དག་དེ་མ་འགྲུབ་དུས། དེ་ནི་སྐད་འབོར་རིང་པོ་ཞིག་འགྲིག་མ་སོང་འདུག་ལ་གསུང་མཁན་དེ་འདྲ་རེ་ཟུང་ཡོང་དུས་འོ་རེད་བ། འོ་འདི། ཡོང་གི་རེད་འདི་ང་རང་ཚོའི་ངོས་ནས་བསམ་བློ་འདི་འདྲའི་སྐད་ཅིག་ཙམ་ཡང་མི་འཁེལ་བ་འདི། འདི་ཡིན་གྱི་མིན་གྱི་དགོངས་པ་བཞེས་ན་གཅིག་དེ་རེད་གཉིས་པ་འདི་ལ། སྙེ་མ་སྐད་འབོར་རིན་པོ་ཆེ་གི། ད་འདི་ཏག་ཏག་འགྲིག་གི་ཡོད་ནི་མེད་ན་ནི། སྙེ་མ། དོལ་རྒྱལ་ལ་ངས་འདི་སྙིང་རྗེ་ཡུལ་དུ་བཞག་གོ་དགོས་འདུག་ཟེར་ནས་བཀའ་སློབ་ཅིག་གནང་ཡོད་རེད།

རྟོག་རྟོག་རིག་རིག་ཅེས་ཡང་གནང་འགྱོ་འདི་མེད་རེད་ཞུ་ཡ་ཡིན། ད་ཁྱེད་རང་གི་བསམ་པ་ལ་བདག་མེད་ཟེར་དུས་འོ་དེ་འདྲས་གོང་གི་ཡོད་ས་རེད་བསམ་གི་འདུག། ཨ་ནི་གལ་ཁུལ་མེད་རེད་ད་ཤེས་ས་ནི་གལ་ཁུལ་མེད་རེད་ད་མེད་རེད་ད་ང་ཚོ་ཐ་ཤལ་ལེགས་འདུག་ཆོས་བྱས་ན་བྱས་ཡིན་བདག་ནི་མི་འདུག་ཨོ་ནི་ཤེས་ས་ནི་གལ་ཁུལ་མི་འདུག་ད་ག་ཅིག་ཆོས་བྱས་ནི་ཟིག་འདུག་དེ་མ་རེད་ཞུ་ཡ་ཡིན། ང་རང་ཞེ་བོ་ཅིག་ཡོད་བློ་ལ་གནང་འགྱོ་འདི་མེད་རེད་ད་ནུ་ཡོག་ཡིན་ན་དཔེ་རྫིག་པོ་སེར་པོ་ཞེ་བོ་ཅིག་ང་ཚོ་ནུ་ཡོག་ཟེར་དུས་ཨ་མ་ཞེ་བོ་ཁྲ་ཁྲ་སིང་སིང་དེ་བསམ་བློ་ཡག་པོ་ཅིག་བཏང་ཡིན་ན། ཁྱེད་རང་སྣང་འདོད་དུ་ཡོད་མ་རེད་ད། གང་འདྲས་ཀྱི་ཡོད་རེད་ཟེར་ན། ད་དུས་ཆུང་ཆུང་ལི་ཡ་སྟེང་ནས་ཁྲ་ཁྲ་སིལ་སིལ་ཟོས་སྐྱོག་འདི། ཨེ་ནི་དེ་འདྲས་ཀྱི་ཡོད་རེད་མ་ཐུག་གི། ཕལ་ཁའི་སྣང་འདོད་དེ་ཨེ་ནི་འདི་མེད་ཟེར་ཡ་དེ་ཕལ་རྡོག་རྡོག་རིག་རིག་ཨེ་ནི་སྣང་བ་ནང་བཞིན་དུ་ཡོད་མ་རེད་ཞུ་ཡ་ཡིན། ད་ད་ག་ཡིན། ང་རོགས་པ་ཡིན་ངས་གོམས་པ་གཅིག་པ་རེད་དེ་བཞིན།

དེའི་དགེ་བའི་གསུང་ལ་སྦྱར་སྟངས་དེ་གང་འདྲ་སྦྱར་དགོས་ཀྱི་ཡོད་ན་ཨ་ནུས་སྦྱར་དགོས་པའི་རྒྱུ་མཚན་གང་འདྲ་ཞིག་ན་ཅིག་ཞུ་བ་དང། ཨ་ནུའི་དྲི་བ་གཉིས་པ་དེ་རྟེན་འབྱུང་རིམ་པ་གསུམ་རྒྱུ་འབྲས་རྟེན་འབྱུང་དང་བརྟེན་ནས་དག་པའི་རྟེན་འབྱུང་དང་ཆ་ཤས་རྟེན་འབྱུང་དེ་ཚོ་གསུམ་ཤེས་པ་ཡིན་ན་མི་རྟག་པ་དགོས་མེད་ལ་ཕན་ཐོགས་ཡོད་རེད་དེ་འདྲ་ཅིག་གསུངས་སོང། དེའི་རྟེན་འབྱུང་རྣམ་པ་གསུམ་དེ་རྟེན་འབྱུང་རིམ་པ་གསུམ་དེ་ཅིག་འགྲེལ་བཤད།

སྐྱེས་བུ་ཆུང་ངུ་ཡི་བསམ་བློ་ཟེར་ན་ག་ལས་འོང་ན་འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ། ད་འཇིག་རྟེན་ཕྱི་མ་དོན་གཉེར་ཟེར་ན་སྐྱེ་བ་ཕྱི་མ་སྟེ་ངས་སྐྱེ་བ་ད་ལྟའི་འདིར་ད་ཁབ་ཏུ་བྱུང་མ་སོང། སྐྱེ་བ་ཕྱི་མ་སྟེ་ངས་གཏེར་མ་ལྟོས་ཨ་ཟེར་བྱོས་ར། དཔེར་དེ་མི་ནི་རིན་པོ་ཆེ་ཐོབ་པ་བྱས་ཨེ་ནི། དངོས་ནས་དམ་པའི་ཆོས་ཡག་པོ་མཇལ་ཨེ་ནི་དཔེར་སངས་རྒྱས་མ་ཐོབ་ནས་ལམ་ཐོབ་པ་བྱེད་ཀྱི་ཡིན་ཟེར་གྱི་དགོངས་པ་བཞེས་བྱོས་ར། འོ་དེ་ཨེ་ནི་འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་ཡིན་དུས་བསམ་པ་དེ་འདྲའི་གི་བློ་དེ་ཨེ་ནི་སྡུག་བསྔལ་བསམ་པའི་ཐོག་ནས།

ལྟ་ཉེར་སྐྱེས་ག་ན་གཅིག་གིས་དུག་ལྔའི་ནི་རེ་བའི་འཁོར་བསྟན་མགྱོགས་ཀྱི་བསམ་སྟངས་དེའི་རྒྱུ་དང་རྐྱེན་ལ་བརྟེན་ནས་བསམ་སྟངས་ཡིན་ཏེ་བསམ་པ་ལྟ་གཅིག་བྱུང་མི་འདུག་ཨ་བསམ་ཡ་བྱོལ་བ། སྐྱེ་བ་སྔ་མ་དེ་གིས་དེ་ལྟ་བྱེད་སྟངས་འགྲིག་མི་འདུག་བསམ་ཡ་བྱོལ་བ། སྐྱེ་བ་ཕྱི་མ་དེ་ལྟ་སྐྱེ་བ་སྔ་མ་དེ་གིས་གར་བྱས་ན་ང་ཚོ་ལུས་རྦད་དེ་ལུས་ཉམ་ཆུང་བ། དེ་ག་མི་འདོད་པའི་རྐྱེན་མང་བོ། ཆོས་བྱེད་ལ་མི་འདོད་པའི་རྐྱེན་མང་བོ། ཨེ་མི་སོ་སོའི་གི་ལུས་པོའི་ཆ་ནས་ལུས་ཉམ་ཆུང་བ།

རྟགས་རྒྱུན་རྒྱུ་ག་རེ་ལ་བརྟེན་ནས་བྱུང་བ་ཡིན་དུས་ལན་མ་རྒྱུ་ཉོན་མོངས། རྟགས་རྒྱུན་ཉོན་མོངས་དེ་ག་འདྲས། རྟགས་རྒྱུན་ཉོན་མོངས་ལ་བརྟེན་ནས་རྒྱུ་ན་ཨ་ལས་ད་སྡུག་བསྔལ་རྩ་བ་མེད་པ་བཟོས་ང་ཉོན་མོངས་སྤངས་དགོས་ཀྱི་འདུག། ཨ་ནི་ཉོན་མོངས་སྤངས་བས་ཀྱི་ཨ་ནི་བློ་དེ་ག་རེ་ཟེར་ན་ད་འཁོར་བ་ལས་ཐར་ཡ་བྱེད་རོགས་འཁོར་བ་ལས་ཐར་བ་ད་འཁོར་བ་དེ་ལས་མ་ཐར་ན་ཨ་ནི་འགྲིག་གི་མི་འདུག་བསམ་པས་ཀྱི་ཨ་ནི་བསམ་བློ་སྐྱེ་ཐུབ་ཡ་བྱས། ད་དེ་ནས་ཨ་ནི། ད་སྡུག་མི་ད་སྡུག་བསྔལ་གཏོང། ད་མ་རེད་སྡུག་བསྔལ་བསྟན་པ་ཀུན་ཚོད་བསྟན་པ་འགོག་པའི་བསྟན་པ་ཨ་ནི་ལམ་གྱི་བསྟན་པ་རེད་བ།

གཅིག་ཁ་ཁ་ཞྭ་སྙེད་དང་མ་ཞྭ་གཉིས་གཉིས་བྱེད། རྟ་གང་ཡིན་ན་མེད་ན་རྟ་སྟོང་དང་མེད་ལ་བསམ་སྟངས་ཡོད་དུས་བརྩམས་པ། ཨ་ནེ། སྐྱེས་བུ་ཆེན་པོའི་གི་ལམ་གྱི་རིམ་པ་ལ་ལྟ། སྐྱེས་བུ་ཆམ་ཆེན་པོའི་ལམ་གྱི་རིམ་པ་ལ་དུས་བརྩམས་པ་ང་ཚོ་སེམས་ཅན་ཐམས་ཅད་ཀྱིས་ཨ་ནེ་དོན་དུ་ཨ་ནེ་སངས་རྒྱས་ཀྱི་གོ་འཕང་ཨ་ནེ་ཅི་ནས་ཀྱང་ཨ་ནེ་ཐོབ་པར་བྱེད་ཀྱི་ཡིན་བསམ་པའི་བསམ་བློ་དེར་བ། ལྟ་བསམ་བློ་དེ། ཨ་ནི་ད་མེད་པ་ལ་བསམ་བློ་བཏང་པ་ཡིན་ན། ད་དེ་ཕལ་ཆེར་འགྲིག་ཡོད་ས་རེད་ད་མེད་པ་ལ་ཨ་ནི་བསམ་བཏང་པ་ཡིན་ན་དེ་ག་འདྲ་སྐྱེ་ཐུབ་ཀི་རེད་ཟེར་ལ་འདུག་མ་ད་མེད་པ་ཟེར་དེ་བསམ་བཏང་ཡོད་དུས་བརྩམས་པ་ད་ཅི་རང་ང་ཚོ་གཞུང་ན་ལོ་ལ་ད་གཞུང་ན་ལོ་གསུམ་པ་ཙམ་མ་ཡིན་པ་བྱས་ཨ་ནི་ད་འདི་ནས་ངས་ཡིན་ཞུས་པ་རེད། ང་སུ་རེད་ཟེར་བྱོས་རོགས་ཨ་ད་དེ་གི་བྱས་དེ་ལ་ང་གོ་ཨ་དོ་ཟེར་དེ་བསམ་བཏང་ངོ་རེད་བསམ་བཏང་ནས་ཕན་གི་འདུག་བསམ་ན་ང་གོ་ཨ་དོ་ལ་དེ་བསམ་པ་ང་དེ་བཙལ་རོགས་ཨ

ཐལ་འགྱུར་བའི་གཞུང་ནས་བཤད་པའི་ཨ་ནི་བརྟེན་ནས་བཏགས་པའི་རྟེན་འབྱུང་ཟེར་ཏེ། རྟགས་གཅིག་གདགས་གཞི་ལ་བརྟེན་ནས་ཕ་རྟགས་ཙམ་ཡིན་པ་ཅིག། དེ་ཡིན་དུས་ཙམ་པ། རྟགས་གདགས་གཞི་ལ་བརྟེན་ནས་རག་ལས་པ་དེ་ཤེས་ཡིན་དུས་ཙམ་པ། དེ་གཞན་ལ་ཁ་འཕོ་བ་ཡིན་ན། ཆོས་ཅན་གཞན་ལ་ཁ་འཕོ་བ་ཡིན་ན། རྟགས་ཆོས་ཅན་གཞན་དང་གཞན་ཡང་ད་ག་ནང་བཞིན། ད་ག་ནང་བཞིན་ཅེས་སམ་ལྟ་འདོད་ཙམ་པ་ཨ་ནི་བདག་གཞན་མཉམ་འབད་ཀྱི་བློ་དེ། ད་ད་དང་དཔེ་ང་ཟེར་མཁན་དེ་ཞུ་བོད་ཅིག་ངར་དེ་མ་གཏོགས་ད་དོན་ལ་དཔེ་མཛུ་གུ་བཙུགས་ས་ཁྱོན་ནས་མེད་དོན་གྱོད་ཀྱི་བློ་ལ་ཆགས་ཡོད་འདུག་བསམ་པ་ཨ་ད། སེམས་ཅན་གཞན་ཟེར་ན་དབྱེ་བ་ཅི་ཡང་མེད་དེ་བ་ཅིག་རྟེན་འབྱུང་གི་བསམ་བློའི་ཐོག་ནས་འདི་འདུག་བསམ་པ་ཨ་ནི་ཅིག་ད་གཞན་གྱི་ཆེད་དུ་ཨ་ནི་ད་གཞན་ཕྱོགས་རིས་ལ་གོ་ར་ཕྱོགས་རིས་ཀྱི་བསམ་བློ་དེ་ཕ་བརླག་འགྲོ་ད་གཞན་ཕྱོགས་རིས་ཀྱི་བསམ་བློ་བརླག་ཡོད་འདུག་བསམ་པ་ད་བཏང་སྙོམས་ང་ཚོ་ཨིན་ཇི་ནས་ཞུས་པ་ནི་ཨི་ཁོ་ནའི་མི་ཀྲིག་ལ་གི་དོ་བ་འདི་བཏང་སྙོམས་ཀྱི་བློ་དེ་སྐྱེ། བཏང་སྙོམས་བློ་དེ་ནི་ཨེ་ནི། ང་ཚོ་འདི་གར་ས། སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་ལ་ཨེ་ནི་བར་བློ་བྱང་ཡོད་ཡང་དེ་འདྲའི་གིས་ཨེ་ནི་ཕན་ཐོགས་ཤུགས་ཆེན་པོ་ཡོང་གི་ཡོད་ས་རེད། དེ་ཞོལ་ཡིན། དེ་གཅིག་བྱས། ཨ་ནི་དྲི་བ་གཉིས་པ་དེ། དྲི་བ་གཉིས་པ་ཨ་ཅག་དེ་སོང་སོང་གར་ས། ཨ་ལས་རྟེན་འབྲེལ་གསུམ་གྱི་རྣམ་བཤད་ར། ད་དེ་དེང་གི་འདི་རེད་ཉན། མི་རྟག་པ་དེ་གོམས་པ་ཡིན་ན། རྟེན་འབྲེལ་གསུམ་ལ་གོ་བ་སྐྱེ་ལ་ཕན་ཐོགས་གི་རེད་དེ་ཞུས་པ་ཡིན། མི་རྟག་པ་ལ་བློ་སྦྱང་བ་ཡིན་ན། ད་འདིའི་གོ་བ་སྐྱེལ་སྟངས་ག་འདྲས་རེད་ཟེར་ན། མི་རྟག་པ་ལ་བསམ་བློ་ཡག་པོ་བཏང་བ་ཡིན་ན། ད་འདིའི་འགྱུར་བ་ལ་ཞུས་ཡོད་པ་འགྱུར་བ། འགྱུར་བ་ག་འདྲས་ཐེབས་ཀྱི་འདུག་ཟེར་ན་རྒྱུ་དང་རྐྱེན་ལ་ལྟོས། རྒྱུ་དང་རྐྱེན། རྒྱུ་དང་རྐྱེན་ལ་ལྟོས་ཡོང་དུས་བསམ་པ། ཨ་ལས་རྒྱུ་འདིའི་སྟོབས་ཀྱིས་འགྱུར་བ་འདི་འགྲོ་གི་འདུག་ཟེར་ན་རྒྱུ་འབྲས་དེ་འདྲས་རེད་བ། ད་འདིའི་རྒྱུ་དེ་དང་རྒྱུ་འབྲས་གཉིས་ཀྱི་འབྲེལ་བ་དེ་ག་འདྲས་བྱུང་འདུག་ལབ་དུས་བསམ་པ། ད་ཆ་ཤས་མང་པོ་ཅིག་ནས་ཡར་ལྟོས་ནས་འགྲོ་བསྡད་པ། དེ་ཡི་ཆ་ཤས་རྟེན་འབྲེལ། ཆ་ཤས་རྟེན་འབྲེལ་ལ་འོ་ན་དཔེར་ན་ང་ཚོ་ཅོག་ཙེ་འདི་ལ་དུས་ཙམ་པ། ང་རང་ཚོ་མདུན་ལ་ཡོད་པའི་ཅོག་ཙེ་ལ་དུས་ཙམ་པ། ཅོག་ཙེ་ཟུར་རེ་རེ་ནས་འཛུགས་འགོ་བཙུགས་ན། ཅོག་ཙེ་ཟུར་བཞི་དེ་ཅོག་ཙེ་རེ་རེ་རེ་ལ་ཐུག་གི་ཡོད་མ་རེད་བ། ད་ངས་ཅོག་ཙེ་ལ་དུས་ཙམ་པ་ཁོ་བྱ་བ་བྱེད་ངེས་དེ་ཆ་ཤས་མང་པོ་ཆེ་ལ་ཡང་ལྟོས་ནས་འགྲོ་བསྡད་པ། དེ་ལས་གཞན་ང་རང་ཚོའི་གཟུགས་པོ་རེད་ཤེས་པ་རེད་རྣམ་ཤེས་རེད་ག་རེ་ཡིན་པ་ཡིན་ན་པའི་ཆ་ཤས་མང་པོ་ཆེ་ལ། ད་ཤེས་པའི་ར་བའི་ཆ་ཤས་ནི་སྐད་ཅིག་ངག་གཅིག་གི་ཚོགས་མང་པོ་ཆེ་ལ་ཡང་བསྡུས་ནས།

འདི་ཨེ་ནི་གཏན་ནས་རྟག་པའི་རྟེན་འབྲེལ། ཨེ་ནི་པའི་མིང་ཀྱང་བཏགས་ཡོད་ཙམ་གྱི་བར་བཞག་པ། འོ་དེ་འདྲའི་ལ་ཨེ་ནི་མི་རྟག་པར་བསམ་པ་ལ་བརྟེན་ནས་དེ་ཚོ་ལ་རིམ་གྱིས་ཨེ་ནི། གར་ས། ད། མྱོང་བ་ཡི་ཐོག་ནས་ཨེ་ནི་གོམས་པ་སྐྱེ་ཐུབ་ཡ་དེ་འདྲའི་ཨེ་ནི་ཕན་ཐོགས་ཡོད་རེད་ཟེར་ཞུ་ཡ་ཡིན།

ཞི་བདེ་ལ་སྤྱི་དང་ནི་ཞལ་ལག་མཆོད་ན་རྡོག་རྡོག་སྐྱོན་ངན་རེད་དེ་ལན་དེའི་རྡོག་རྡོག་དགོས་བ་དང།
ལགས་སོ། ཨ་ནི་ངས་ཕལ་ཆེར་བདག་གིས་གསལ་ཁ་ཞུས་ཡིན་བསམས་སོ་ད་མི་དག་པ་གོམས་ཡ་ལ་སོ་སོས་ཀྱི་ཅིག་སྤྱི་དང་ནང་ཆོས་དང་འབྲེལ་བ་ཡོད་དུས་ཙམ་པ་ག་དུས་ཡིན་ནས་མྱོང་བ་ནང་ལ་བལྟས་ན། དེ་ཨེ་ནི་རླབས་ཆེ་བར་འདུག་གསུང་ཡང་བྱས། ཞུ་ཡང་བྱས་ཨེ་ནི་ཉེ་བར་དེ་བསྟན་ཡོད་འདུག་བརྩམས་པ་ད་མི་ད་པ་གོམས་ཡ་ལ། ད་ང་རང་གིས་ཕན་ཐོགས་བྱས་ནས་ཆ་ཤེས་ན། ད་འགིག་གི་ཨེ་ནི། ཅིག། དྲི་བ་བཞི་དྲི་བ་བྱེད་རོགས། དྲི་བ་དེ་ག་དུས་ཡིན་ནས། ཚུར་ལ་བཏང་ནས། དག་ཆོས་བྱས་ངེས་པ་མཆིས་ཏེ་མཆིས་ཏེ་ཟེར་ན། ལྟ་ཅིག། དེ་གིས་དྲི་བ་དེ་ཡང་ནས་ཡང་དུ་སོ་སོ་གྱི་སེམས་ལ་བསྐོར་ནས། ལྟ་ཅིག། གནས་ངེས་པར་འཆི་སྟེ། ངེས་པར་འཆི་སྟེ་ནམ་འཆི་ངེས་པ་མེད་པ་དེ་གསུམ་བརྗོད་རོ། ལྟ་གསུམ་པོ་དེ། ཨ་ནི། སོ་སོ་གྱི་རྒྱུད་ལ་ཚུར་བསྐོར། ཨེ་དེ་གི་ལན་དེ། ཨ་ནི། དཔེ་གི་ཐོག་ནས། ཕྱི་དང་ང་ཚོའི་གཞུང་ནང་ལོ་ལ་ལྟ་མདོ་སྡེ་པའི་གཞུང་ཞིག་ཏུ་དཔེ་སྟོན་པ་ཟེར་ནས། ལ། གསང་ཚིག་བྱེད་པ་རེད་ཨེ་ནི་དཔེ་སྟོན་པ་ཟེར་ན་གང་ཟག་འགའ་ཞིག་ལ། དཔེ་གི་ཐོག་ནས་ཨེ་ནི་དཔེ། རྟགས་བཀོལ་བ་ལས་ཡང་དཔེ་མང་པོ་བལྟས་ནས་ར་སྤྲད་པ་ཡིན་ན་ཨེ་ནི་སེམས་ལ་ཕན་པ།

ཨ་ནེ་དཔེ་མཚོན་ལ་བཀོད་ཐུབ་པ་ཡིན་ན་ཨ་ནེ་གཅིག་གིས་མི་རྟག་པ་བསམ་བཏང་ཡོད་ལ། འདིས་ཕན་ཐོགས་ཐེ་ཆེ་བ་རབ་ཅིག་འདུག་བསམ་གྱི་འདུག་ཨ་ནེ་ད་ལྟ་ཆོས་ཕྱོགས་ཀྱི་དེ་བླ་མ་རིན་པོ་ཆེན་གྱི་དགོངས་ཚུལ་གསུངས་སོང་ཨ་དེ་ཡང་ཨ་ནེ་སྙིང་ཐག་པ་ནས་ཐུགས་ཆེ་ཞུ་ཡ་ཡིན།